གཏམ་རྒྱུད་ཀྱི་ལམ་ནས་མེས་པོའི་ཞབས་རྗེས་འཚོལ་བ། བོད་མི་གསར་བརྗེ་བ་འབའ་བ་ཕུན་ཚོགས་དབང་རྒྱལ། འབའ་བ་ཕུན་ཚོགས་དབང་རྒྱལ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཉིས་ལོར་ཁམས་འབའ་ཐང་གི་ཡུལ་དུ་སྐུ་འཁྲུངས། ཆུང་དུས་ནས་སྙིང་སྟོབས་ཆེ་ཞིང་མི་རིགས་ཀྱི་ལ་རྒྱ་ཆེན་པོ་ཡོད་མཁན་ཞིག་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ལོར་ས་གནས་ཀྱི་སློབ་གྲྭར་ཞུགས་ཏེ་རྒྱའི་སྐད་ཡིག་དང་དམར་པོའི་གཞུང་ལུགས་མང་པོར་སློབ་སྦྱོང་བྱས། རིམ་པས་བོད་ཁམས་ཡོངས་རྫོགས་གཅིག་གྱུར་བྱ་བ་དང་བོད་ཀྱི་ལམ་ལུགས་རྙིང་པ་ལ་འགྱུར་བ་བཏང་སྟེ། སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་བོད་དུ་འཛུགས་རྒྱུའི་ཐད་ལས་དོན་མང་པོ་བསྒྲུབས། ཕྱིས་སུ་རྒྱ་ནག་གཞུང་གིས་མི་རིགས་རིང་ལུགས་ཀྱི་བསམ་བློ་ཤུགས་ཆེན་པོ་ཡོད་པའི་ནག་ཉེས་བཙུགས་ཏེ། མི་ལོ་བཅོ་བརྒྱད་རིང་མུན་ནག་གི་བཙོན་ཁང་དུ་བཅུག། བཙོན་ཁང་ནང་དཀའ་སྡུག་ཅི་ཙམ་ཆེ་ན་ཡང། རང་གི་རང་མིས་ནུས་མེད་དུ་མ་བཏང་བར། བཙོན་ཁང་དུ་ཡང་མུ་མཐུད་སློབ་སྦྱོང་དང་ཞིབ་འཇུག་གནང་སྟེ། ཟླ་བའི་ཐོག་བརླན་གཤེར་ཡོད་པའི་ཚན་རིག་གི་གྲུབ་དོན་འཛམ་གླིང་དུ་སྙན་པར་གྲགས་པ་དེ་ཁོང་གི་བཙོན་ཁང་དུ་གསར་འདོན་མཛད་པ་ཞིག་ཡིན། བཙོན་གྲོལ་ཐོབ་པའི་རྗེས་སུ་ཡང་བོད་མི་རིགས་ཀྱི་ལས་དབང་གི་དོན་དུ་གོང་རིམ་ལ་བསམ་འཆར་གྱི་ཡིག་ཆ་སྣ་ཚོགས་ཕུལ་བས་མཚོན། མི་རིགས་ཀྱི་ལས་དོན་གྱི་ཆེད་དུ་བག་འཁུམས་འཛེམས་ཟོན་མེད་པར་ཐོག་མ་སུ་ལ་ཐུག་ཀྱང་ལས་དོན་སྒྲུབ་ཐུབ་ངེས་ཤིག་ཡིན། ལེའུ་དང་པོ། ངེས་མེད་ཉེས་འཛུགས་བྱེད་པ། འབྲེལ་ཡོད་དཔོན་རིགས་འགའ་ཤས་འདུས་པའི་ཚོགས་འདུ་ཞིག་གི་ཐོག་ཀྲང་ཅིན་ཝུའུ་ཡིས། ཕུན་དབང། ཁྱེད་ཀྱིས་ཤེས་གསལ་ལྟར། ང་ཚོས་མི་རིགས་རིང་ལུགས་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་ཀྱི་ཡོད། འོན་ཀྱང། ཁྱེད་ཀྱིས་མི་རིགས་རིང་ལུགས་ཀྱི་བསམ་བློ་གཏོང་བ་དང། སྐད་ཆ་བཤད་པ་སོགས་མང་པོ་བྱས་དང་བྱེད་ཀྱིན་འདུག་དེར་བརྟེན། དེ་རིང་ནས་ཁྱེད་ཀྱིས་ལས་ཀ་མཚམས་འཇོག་བྱས་ཏེ། རང་གི་བསམ་བློ་གཙང་སེལ་བྱ་དགོས་པ་གོང་རིམ་གྱི་ཐག་གཅོད་ཡིན། ཅེས་བཤད་པ་རེད། སྐབས་དེར་ཕུན་ཚོགས་དབང་སྐལ་ཧོན་འཐོར་ཏེ། དུས་ཡུན་གང་འཚམ་རིང་ཁ་ནས་སྐད་ཆ་མ་ཐོན་པར་ལྷག། དུས་ཚོད་གང་འཚམ་སོང་བའི་རྗེས། ཕུན་དབང་གིས་ཁོང་ཁྲོ་དང་བློ་ཕམ་གྱི་རྣམ་འགྱུར་དང་བཅས། ངས་ལོ་ངོ་བརྒྱད་ཀྱི་རིང་ཁྱེད་ཚོ་དང་མཉམ་དུ་ལས་ཀ་བྱས་པ་ཡིན། ངས་ཐོག་མཐའ་བར་གསུམ་ལ་རྒྱལ་ཁབ་དང་མི་རིགས་ཀྱི་དོན་དུ་ལྷག་བསམ་རྣམ་དག་བྱས་པ་ཁྱེད་ཚོས་ཀྱང་གསལ་པོ་ཤེས་ཀྱི་ཡོད་ཚོད་རེད། དེ་རིང་ཁྱེད་ཚོས་ང་ལ་སྐད་ཆ་འདི་འདྲ་ཞིག་བཤད་རྒྱུ་ཡིན་པ་ངའི་རྨི་ལམ་ནང་དུའང་འཁོར་མ་མྱོང། དངོས་གནས་བྱས་ན། ཁྱེད་ཚོས་ང་ལ་སྐྱོན་འཛུགས་བྱ་དགོས་པའི་ངེས་པ་གང་ཡང་ངས་བསགས་མེད། ཅེས་ཀྲང་ཅིན་ཝུ་ལ་གདོང་གཏད་ནས་ངར་ཤུགས་ཆེན་པོས་བཤད། འོན་ཀྱང་ཁོ་ཚོས་ཕུན་དབང་གིས་དག་སེལ་བྱས་པ་ལ་དེ་ཙམ་དོ་སྣང་མི་བྱེད་པ་ལ་བལྟས་ན། ཁོ་ཚོས་ཐོག་མ་ནས་དམིགས་ཡུལ་ཞིག་གི་ཆེད་དུ་ཕུན་དབང་ལ་སྐྱོན་འཛུགས་བྱས་པ་མ་གཏོགས་ཕུན་དབང་ལ་ནག་ཉེས་དེ་དག་མེད་པ་གསལ་པོ་ཤེས་ཀྱི་ཡོད་ཚོད་རེད། ཁོང་ཚོས་ཉིན་རེ་བཞིན་ཕུན་དབང་གི་ཐོག་ནག་ཉེས་གསར་པ་ཞིག་སྣོན་ཐབས་བྱེད་པ་མ་གཏོགས་ཕུན་དབང་གིས་དག་སེལ་ལ་གཏན་ནས་ཉན་ཞིབ་བྱེད་ཀྱི་མེད། དེ་ནི་ཁོང་ཁྲོ་དང་བློ་ཕམ་ཡོང་མཁན་ཞིག་ཡིན་པ་བཤད་མ་དགོས། ཕུན་དབང་གིས་ཁོང་ཚོས་རང་ཉིད་ལ་སྐྱོན་འཛུགས་བྱས་པ་དེ་དག་གཏན་ནས་ཁས་ལེན་བྱེད་ཀྱི་མེད་ཀྱང། ཀྲང་ཅིན་ཝུ་སོགས་ཀྱིས་མུ་མཐུད་སྐྱོན་འཛུགས་སྣ་ཚོགས་བྱས་ཏེ་ཉིན་རེ་བཞིན་ཕུན་དབང་ཉེན་ཁའི་གནས་སུ་ཚ་འདེད་བྱེད་ཀྱི་ཡོད། དེར་བརྟེན་ཕུན་དབང་གིས། སྔ་ཕྱི་མ་གཏོགས་རང་ཉིད་ལ་གནས་ཚུལ་ངན་པ་ཞིག་ཡོང་རྒྱུ་ཡིན་པ་གསལ་པོ་ཤེས་ཀྱི་ཡོད་ཀྱང། ཁོང་ཚོས་ལྐོག་ནས་ཅི་ཞིག་བྱེད་ཀྱི་ཡོད་མེད་དང་ཕུན་དབང་རང་ཉིད་ཀྱི་ཐོག་ནག་ཁྲ་གང་འདྲ་ཞིག་གྲ་སྒྲིག་བྱེད་ཀྱི་ཡོད་མེད་གཏན་ནས་ཤེས་རྟོགས་ཐུབ་ཀྱི་མེད། ལོ་ཤས་ཀྱི་གོང་དུ་ཕུན་དབང་ནི་ཏང་དང་རྒྱལ་ཁབ་ལ་བློ་དཀར་བའི་དཔེ་མཚོན་མི་སྣ་ཡག་ཤོས་ཤིག་ཡིན་པ་མ་ཟད། གཙོ་འཛིན་མའོ་ཙེ་ཏུང་གིས་ཀྱང་བསྟོད་བསྔགས་གནང་ས་ཞིག་དང། ཏང་དང་རྒྱལ་ཁབ་ཀྱི་ཡིད་ཆེས་བྱེད་སའི་མི་སྣ་བེད་སྤྱོད་ཅན་ཞིག་ཡིན་པ་རེད། འོན་ཀྱང་བར་སྐབས་ཤིག་ནས་ཕུན་དབང་ལ་མི་རིགས་རིང་ལུགས་པའི་ནག་ཉེས་ཤིག་བཙུགས། ཕུན་དབང་ལགས། བསམ་ཡུལ་ན་མེད་པའི་ནག་ཉེས་འདི་འདྲ་ཞིག་འགེལ་དགོས་པའི་རྒྱུ་མཚན་མེད་ཀྱང། དེ་ནི། ཁོང་གིས་བོད་མི་རིགས་ལ་ཤ་ཚ་བྱས་པའི་མ་འགྲིག་པ་ཡིན་པ་ཕྱིས་སུ་གསལ་པོར་གྱུར་པ་རེད། རིམ་པས་ཕུན་དབང་ལ་གཞུང་གིས་སྐྱོན་འཛུགས་བྱས་པ་ཡོངས་གྲགས་སུ་གྱུར་པ་ན། ཕུན་དབང་དང་འབྲེལ་བ་བྱེད་མཁན་ཚོར་ཡང་ཉེས་པ་ཕོག་རྒྱུའི་ཉེན་ཁ་ཡོད་པར་བརྟེན། རིམ་པས་ཕུན་དབང་དང་འབྲེལ་གཏུག་བྱེད་མཁན་ཇེ་ཉུང་དུ་གྱུར་ཅིང། གནས་སྟངས་འདིའི་འོག་ནས། ཕུན་དབང་གྲོགས་མེད་ཁེར་རྐྱང་དུ་གྱུར་པ་མ་ཟད། ལས་བྱེད་སྐོར་ཞིག་གིས་ཕུན་དབང་ལ་རྒྱུན་པར་ཚ་འཇམ་གྱི་དྲི་བ་སྣ་ཚོགས་དྲིས་ཀྱི་ཡོད་པ་རེད། ཉིན་ཞིག། གློ་བུར་དུ་ཕུན་དབང་གི་སྡོད་གནས་སུ་ལས་བྱེད་འགའ་ཤས་སླེབས་ཏེ། དེ་རིང་ནས་ཁྱོད་ཞིབ་འཇུག་ཁང་དུ་དོ་དམ་བྱ་རྒྱུ་ཡིན་པས། རང་ཁྱིམ་ལ་འགྲོ་བ་དང། མི་སུ་གང་དང་ཡང་ཐུག་འཕྲད་བྱེད་མི་ཆོག། ཅེས་ཟེར་ནས་རྒྱུ་མཚན་གང་ཡང་མེད་པར་ཕུན་དབང་ཁང་མིག་ཅིག་ཏུ་བཀག་ཉར་བྱས། སྐབས་དེར་ཕུན་དབང་ལ་རང་ཉིད་ཉེས་མེད་ཡིན་པའི་རྒྱུ་མཚན་དང་གནས་ལུགས་མང་པོ་ཤོད་རྒྱུ་ཡོད་ཀྱང། ཁོང་གི་གནས་ལུགས་ལ་ཉན་ཞིབ་དང་རིན་ཐང་སྤྲོད་མཁན་གཅིག་ཀྱང་མེད་པས། བཟོད་མི་ཐུབ་པའི་ན་ཟུག་དང་བློ་ཕམ་ཡོད་པ་སྨོས་མ་དགོས།